ཡང་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལགས། བཀྲ་ཤིས་བདེ་ལགས།
ཁྱེད་ཚོ་ང་ཚོ་ཤར་རྟ་རྩེད་འདོ་ལ་ཕེབས་པ་དགའ་བསུ་ཞུ། དགའ་རེ་བྱེད་དགའ་རེ་བྱེད། རེད་ད་ཁྱོད་ཚོ་ཡིན་ན་དེ་རིང་ང་ཚོ་ཤར་རྟ་རྩེད་འདོ་གི་ད་རང་ཡུལ་དེའི་ཚེ་འདི་ལ་ཕེབས་ནས་ཅིག་གི་ད་ལྟད་མོ་བ་ཚོ་དགའ་བསུ་ཐོག་སོང་དེ་ན་ཁྱོད་ཚོ་ལ་དེའི་སྐོར་གྱི་མྱོང་ཚོར་ཅི་མོ་བཟོ་འདོད། ཧ་ལི་པ་དགའ་བོ་བྱུང་སོང་ཡིན་ན་ང་རང་འབྲོག་པ་དཀྱུས་མ་ཟིང་པའི་ཆ་ནས་ཅིག་གངས་རི་དང་བཟའ་རང་ལ་ལྟོས་པ་གཏུམ་མོའི་དུ་ད་ཁ་ནས་གླན་ནས་དུ་གི་ལྟས་ཅིག་གྲིབ་འབྲི་ར་དུ་ཐོན་སོང་ངོ་འདི་ཅིག་ཨ་ཅོ། འདི་ད་ཅིག་ཁ་བ་ཅང་གིས་ཉིན་རེ་ནར་ཆོག་གི་འདིའི་འཐོར་སྒང་ས་གི་ཉིན་དུམ་བུ་གང་ཅིག་རྒྱབ་སྐྱོར་དང་ཡང་སྲིབ་ཀི་བྱེད་ནོ་ཅིག་སྙམ་དུ་བར་ནས་བཀའ་དྲིན་ཆེ་བཞེས་པ། རེད་རེད་རེད་རེད་རེད་ཁྱོད་ཚོ་ད་ཁྱོད་ཚིག་ཚོགས་པ་གི་མིང་ལ་དབྱིན་སི་ཟིག་ག། རེད། ད་ང་ཚོ་བོད་སྐད་ཀྱི་མི་ལ་ཤུག་པ་སྔན་པོ་ཟེར་ཟེར་གི་དུ་མོ་ཟེར་གོ་ད། རེད། དེ་དེ་གི་ནང་དོན་འདྲ་བོ་ཆི་མོ་ཟེར་ཡིན། ཨ་ནང་དོན་འདྲ་བོ་ཤུག་པ་ཟེར་ན་ད་ང་ཤག་གི་དོན་དངོས་ཤུག་པ་ཡོད་ནི་མ་རེད་ད་ང་ཤག་གི་སེམས་ན་ཤུག་པ་ཆེ་འདུག་དེ་གི་ཤུག་པ་སྔོན་པོ་ཟེར་ན་སྔོན་པོ་ཟེར་ན་ད་ནམ་མཁའ་གི་མདོག་རེད་མོ། རེད་རེད། དེ་ང་ཤག་གི་ད་འཛམ་བུ་གླང་ཨ། དེ་ང་ཤག་གི་ཤུག་རྩལ་རྒྱང་ངེ། ཕར་རྒྱུ་དེ།

འོག་གི་སྣང་བ་གཅིག་དང་བྱ་བ་ཆུ་ཆེན་པོ་བཞིན་ནི་གདོང་ལས་མཁན་པོ་དང་ན་གཅིག་མ་འདྲེ། རེད་རེད་རྗེས་མ་ད་ཁྱོད་ཚོ་གི་གཞི་མ་སྟངས་ཀི་དེ་གི་ནང་ལ་ད་ཤེས་ལྡན་གི་གླུ་དུ་མོ་དེ་ནང་ལ་འཇུག་རྒྱུ་དུ་མོ་ཤ་ལེན་ཡི་འཇུག་གི་དུ་མོ་རེ་བ་འདྲ་ད་དུ་མོ་ཆ་བཞི་ཡོད། ཡོད་ནི་བྱུང་ང་ཁྱོད་ར་ཏི་ཤི་བཤད་མྱོང་ང་ད་ཐང་བཞུགས་མ་གི་ཁྱེད་ཅིག་བཞི་བ་མ་གི་ནང་ང་ཨ་ཁི་ཤེས་ལྡན་ཡོད་ནི་བྱུང། ཨ་ཞང་ཤེས་ལྡན
རེད། ཨ་ཞང་ཤེས་ལྡན་རེད། རེད་དེ་ན་ད་རྗེས་མ་ཁྱོད་ཚོ་གི

ཡང་འདི་མི་གཞན་མི་མང་ཡོད་གི་འདུག་གཅིག་ངའི་ཤ་ཀ་དེ་མི་དགའ་ས་ཐོབ་དེ་ངའི་ཤ་ཟས་མ་གཅིག་གཅིག་གི་འདུག་ཡང་ངའི་ཤ་ཀའི་ཡང་མཉམ་དུ་ཡང་འདྲ་རེད་བར་ན་དེ་མི་ངའི་ཤ་ཀའི་དུ་སེམས་ཁྲིད་འདྲ་ཡོད་གི་ད་ཡིན་ན་ཡང་ངའི་ཤ་དེའི་ཚོགས་ཀྱི་གང་གི་ད་སོང་མ་དེ་གི་ཡང་ད་རེ་ཁྲིད་འདུག་བ་མ་འཇུག་བཀོད་པ་མེད་གི་དེ་གི་ཡང་ངའི་དེའི
གཞས་མོ་ཚང་མ་ཡང་འདི་ནས་གཉིས་ལག་གཉིས་ཚ་བའི་དེ་གི་དགོངས་དག་བཞིན་ནོ།